གསུང་ཟབ་ཤིན་ཏུ་ནས་ཀྱང་ལེགས། འདི་ལྟ་བུ་ཐེག་པ་ཆེན་པོ་གི་ཡང་ཆེན་པོ་ཤིན་ཏུ་རྣམ་པར་དག་པའི་གསུང་གླེང་བརྗོད་པ་འདི་ནི་ཁྱེད་ཀྱང་དགའ་བ་བཟང།

དེ་ནི་ཡང་ཡ་མེད་ཆགས་འགྲོ་ཡོད་རེད་ཡ་མེད་ཀྱི་ལས་བྱེད་ཐུབ་ཀྱི་ཡོད་མ་རེད། ཡིན་ན་ཡང་ཡ་ཡོད་ཡ་མེད་གང་ཡིན་ནི་ཡང་ཀུན་གྱི་གཞི་དགོས་པ་རེད་གཞི། དང་པོ་གཞི། གཞི་འདིང་པར་བྱེད་པ་དེ་ལ། སེམས་པ་བས་དང་མིག་གིས་བྱེ་བྲག་ཏུ་དགེ་སྡིག་གཟུགས་བརྙན་ཅི་བྱུང་བརྗེད་མི་འབྲང། རྟག་ཏུ་བསམ་པ་བཟང་ལ་འབད་པར་བྱ་དགོས་གསུངས་ཡོད་རེད་དེ། དེ་ཡིན་དུས། དེ་ནི། བསྐྱེད་རྫོགས་ཀྱི་གཞི་འདིང་ས་དེ་ལ་བསམ་པ་བཟང་དགོས་ཀྱི་རེད། ད་བསམ་པ་དེ་བཟང་སོང་ན། ག་འདྲས་ཅི་ཡོད་རེད་མེད་སོང་ན་ག་འདྲས་ཟིན། བསམ་པ་དེ་བཟང་སོང་ན་ས་བཅུ་ལངས་མ།

ནང་གི་གར་སྐྱབས་སེམས་ཅན་ཐམས་ཅད་གཙོ་བོའི་སངས་རྒྱས་ཀྱི་གོ་འཕང་ཐོབ་པའི་ཕྱིར་དུ། དེ་ནས་ནི་ཐབས་བསྐྱེད་པའི་རིམ་པ་འདི་ལྟ་བུ་ཞིག་ལ་བརྟེན་ནས་དེའི་ཤེས་རབ་གཙོ་བོའི་རིམ་པ་ལ་འཇུག་ནས། མཐར་ཐུག་བསྐྱེད་རྫོགས་མཐའ་གཉིས་ལ་མི་གནས་བར་ཕྱམ་གཅིག་ཏུ་སེམས་ཅན་ཐམས་ཅད་དང་བདག་ཆབས་གཅིག་ཏུ་སངས་ཀྱི་ས་ལ་འགོད་པར་བྱ་གོ་གི་འདུག་བསམ་རྒྱུའི་བསམ་པ་དེ་དག་གཤིས་བསམ་པ་བཟང་པོ་དེས་བྱས། ད་དེ་ཡི་སྟེང་དུ་དེ་ནི་འབད་རྩོལ་གོ་བསམ་པ་བཟང་པོ་རྐྱང་རྐྱང་གིས་ཕན་ཐོགས་མ་རེད། ཨོ། བསམ་པ་བཟང་པོ་རྐྱང་རྐྱང་ཕན་ཐོགས་ཐུབ་མ་རེད། ད་བསམ་པ་བཟང་པོ་དེའི་སྟེང་དུ་འབད་རྩོལ་དུ་གང་བྱེད་དགོས་ཟེར་ན། ཨོ་ཡ། དེ་ནི། སློབ་སྦྱོང་གནང་ནས་ཀ་ཀ་ནས་བཟུང་སྟེ་བསམ་པ་བཟང་པོ་དེ་ཞི་ཡག་གི་ཐོག་ནས་ཀ་ཀ་ནས་བཟུང་སྟེ་དེ་ནི་དང་པོ་ཐེག་དམན་ཐེག་པ་ཐེག་པ་རིམ་པ་རིམ་པ་བཞིན་དུ་དེ་ལྟར་སྨད་ན་ཡང་བསམ་པ་བཟང་པོ་དེ་ཞི་བཟུང་ནས་དེ་ནི་ཅིག།

བ་དང་དེ་འདྲ་ཅིག་གི་སྟེང་དེ་ནས་ནི། དེ་ནི་ད། འབྲི་ཀློག་དུས་སུ་མཐར་ཕྱིན་པའི་སློབ་སྦྱོང་སྤྲོད་པ་ལས། ད་བཟོད་དེ་སྟོན་པ་པོ་དེ་ལ་མཚན་ཉིད་དང་ལྡན་པའི་བླ་མ་དགེ་བའི་བཤེས་གཉེན། དགེ་བའི་བཤེས་གཉེན་མཚན་ཉིད་དང་ལྡན་པ་ཟེར་ཏེ། དེ་ནི། གང་གི་དལ་གྱིས་ང་རང་སོགས་ཀྱི་ཞིང་བཟའ། ཞིས་ཀྱི་གོ་ཡོད་རེད་ཟེར་དེ་ཡོད་སོང་ད་མཚན་ཉིད་དང་ལྡན་པ་རེད་དེ་མེད་སོང་ད། ཡང་ཧོབ་ཙོ་ཧོབ་ཙོ་ད་རི་ལང་ཉུལ་སོང་སོང་བ། ཧོབ་ཙོ་ཧོབ་ཙོ་ཅིག་ཡོད་རེད་དེ་དེ་གི་ཡང་ཧ་ཅང་ཅིག་ཕལ་འདོད་གོ་མ་རེད། ཨོ། ད་དགེ་བའི་བཤེས་གཉེན་འདི་དཀྱུས་ལ་བྱང་ཆུབ་ཀྱི་སེམས་ཡོད་པ་ཅིག་ད་དེང་སང་དུས་ཀྱི་ཨང་དུ་བྱང་ཆུབ་སེམས་ལྡན་ཅིག་ད་གོ་གི་ཡོད་རེད། ད་བྱང་ཆུབ་སེམས་ལྡན་གྱི་དེ་ནི་དགེ་བའི་བཤེས་གཉེན་དེ་ལ། དགེ་བའི་བཤེས་གཉེན་དེ་བྱང་ཆུབ་སེམས་ལྡན། རྒྱུན་ལྡན་བླ་མའི་མན་ངག་དང་ལྡན་པ་ཅིག་ཡིན་ན་ཡང། ད་ལྟའི་བྱིན་རླབས་དེ་རང་གི་རྒྱུད་ལ་ལེན་པར་བྱེད་པ་དེ་ལ་རང་ཉིད་ཡང་ལེན་རུང་གཅིག་ག་རེ་མ་གཏོགས་ཅག་ལ་ལེན་མ་རུང་ན་གང་ཡང་ཕན་ཐོགས་མ་རེད། ད་རང་ཉིད་ལས་དེ་ག་འདྲའི་རུང་གོ་རེ་ཟེར་ན། དེ་ལ་ཡིན་ན་ཡིན་པར་ཤེས་པའི་འདུ་ཡེ་བཞག་སྟེ། འདི་བྱམས་སྙིང་དང་ལྡན་པའི་བླ་མ་རེད་བྱམས་སྙིང་རྗེ་མངའ་བདག་རེད། འདི་ལ་བརྟེན་ནས། དེ་ནས་ང་ལ་ཡང་དག་པར་གཙོ་བོ་སངས་རྒྱས་ཀྱི་གོ་འཕང་ཐོབ་ཐུབ་ཀྱི་འདུག་ཏན་ཏན་རེད། ད་ག་ཏོ་མ་མ་རེད་ཏན་ཏན་རེད་ཟེར། རང་གི་བློ་རྟགས་རང་གིས་གཅོག་ཐུབ་དེ་ཡིད་ཁྱེད་ཀྱིས་བལྟ་བ་ཟེར་འདི་ཡོད་ན། ད་དེ་ན་ཨ་བུ་ཚོ་ཚུར་འདུས་འགྲོ་ཡོད་རེད་ད་གཉིས་ཆ་རེད། དེ་ནས་ད་སློབ་མ་དེ་ལའང་དེ་ག་ཞེས་བླ་མ་དེ་ལའང་དེ་འདྲ་ཞིག་ཡོད་པ་ཡིན་ན་དེ་ནས་ད། བླ་མ་དེ་གོང་བརྗོད་ཡག་པོ་བཀླགས་ཏེ་བླ་མ་དེ་གི་སྐུ་མདུན་ནས་དེ་ནི་ཨང་ཞུ་བའི་སྐབས་སུ་ཡིན་ཟེར་ན་ཡག་ཐལ། བསྐྱེད་རྫོགས་དགོན་པ་ལ་ཨང་གོ་གི་ཡོད་རེད་ཨང་མེད་ན་བྱ་ཨང་མ་བསྐུར་ལ་དངུལ་སྤྲོད་མེད་བྱེད་ང་ཚོའི་ནང་ལུགས་སྣུམ་མི་འབྱུང་གསུངས་ཡོད་རེད་བ། དེ་ནི་ཨང་ལ་དེ་ནི་ད་ཨང། གྱིས། ད་དེང་སང་ང་རང་ཚོ། ད་མདོ་ཚུར་སྟོད་ཀྱི་སྐད་ཆ་བཤད་ན་ད་ཨང་ཤི་ར་ཤི་ར་དུས་དེ་ཤག་ཤག་ད་དེང་སང་ད། མི་ཚོ། རྒྱུག་པ་ཚོ་ཁུར་རོ་ཁུར་འགྲོ་གི་ཡིན་ཟེར་གི་མི་འདུག་བ་གནམ་གྲུ་ཤུགས་ཀྱིས་མུ་དྲག་བཏང་གི་ཡིན་ཟེར་མ་གཏོགས། ད་སྐད་ཆའང་དེ་འདྲ་རང་བཤད་ཡོད་ན་ག་ས་རེད་བ། དེ་ནི། ད་ཨང་ཤི་ར་ཤི་ར་ཆག་ཤག་ཟེར་ན་སྐུ་བུམ་པ། སོང་བསང་གི་ཨང་དུ་སྐྱེས་རབས་གཡས་ཀྱི་ཨང། ཀ་དག་ཚིག་ཨང་བྱེད་འགོ། ཨོ་ད་དེ་ཨང་ཞེ་བོ་དེ་ཞུས། དེ་མ་ཡིན་པ་ཡིན་ནི་ད་དེ་མི་དག་གོ། བུམ་པའི་ཨང་དེ་གཅིག་པོ་ལ་ཡང་དང་པོ་ཐུན་མོང་རིག་པའི་ཨང་ལྔ་ལ་གསོ་བ་དང་སྤྱི་ཕན་པའི་ཨང་ལྔ་སྣང་ནུས་པའི་ཨང་ལྔ་གསང་བ་གསང་བའི་ཨང་བཞི་ལ་དབྱེ་བ་དུ་མང་པོ་ཡོད་རེད་དེ་ཡིན་ནི་ཡང་དག་ང་རང་ཚོས་ད་དམར་རྗེན་ཁོ་རང་ལ་ཆ་བཞག་སྟེ་དེ་ནི་ཨང་བཞི་གི་ཞུས་ནས་དེ་ནི་ད་ལྟ་ཐབས་མཁས་པའི་རིམ་པ་གསན་ཏེ་སྐུ་བུམ་པའི་ཨང་དང་འབྲེལ་དེ་ཡིན་པ་རེད། སྐུ་བུམ་པའི་ཨང་དང་འབྲེལ་ཏེ་བླ་མའི་སྐུ་བུམ་པའི་ཨང་དེ་གནང་ནས། ཨང་རྒྱུད་དེ་གནང་རྒྱུ་དེ་བླ་མའི་བུམ་པའི་ཨང་གནང་གི་ཡོད་རེད་དེ། ད་རང་ལ་ཨང་ཆ་དེ་གང་ཡོང་གི་ཡོད་རེད་ཟེར་ན་ལུས་ལྷག་གོན་པ་ལ་ཨང་གི་ཡོད་རེད་ལུས་ལྷག་གོན་པ་ལ། ཨོ་དེའི་མིང་ལ་བུམ་ཨང་ཟེར་རེད། ཨང་དུ་གནང་དུ་ཐུབ་རྒྱུ་ཞིག་གོ་རེད་བ། ཐུབ་ཡ་མེད་གནང་གང་ཡོད་རེད་ད། ཧེ་ཧེ་ཨོ། དེ་ཡིན་དུས། བུམ་པའི་ཨང་དེ་གནང་ནས། དེ་ནས་རང་ལུས་དེ་ལྷ་བསྒོམ་པ་ལ་ཨང་གི། དེ་གསུམ་གསང་པའི་ཨང་ཨང་གཉིས་པ་དེ་ལ། གསུམ་གསང་པའི་ཨང་དེ་སྔགས་རང་ལས་རང་ལུས་ལྷ་བསྒོམ་པའི་ཨང་ནི་ཡང་སྔགས་ཀྱང་འདུག་ཨ། སྔགས་དེ་སྔགས་བཟླ་བ་ལ་ཨང་གི་ཡོད་རེད་གཞན་སྔགས་བཟླ་བ་ལ་ཨང་གི་ཡོད་མ་རེད་ཨང་གི་མེད་ན། ངག་སྔགས་བཟླ་བ་ལ། དེ་ནས་ང་ཚོ་ལ་སེམས་ཡོད་རེད་བ་ཨང་གསུམ་པ་དེ། ཐུགས་ཤེས་རབ་ཡིད་ཀྱི་ཨང་གནང་གི་ཡོད་རེད། ཤེས་རང་སེམས། ཐུགས་ཤེས་རབ་ཡོད་ཀྱི་ཨང་དེ་གནང་ན་རང་ལ་ཐོབ་བྱ་གང་ཡོད་རེད་ཟེར་ན་ཡིད་ཏིང་ངེ་འཛིན་གོམས་པ་ལ་ཨང་དེ་ཡོད་རེད། ད་ཨང་ཞི་བ་ཞིག་ཡོད་རེད་བ་ཨང་ཞི་བ་དེ་རང་ལ་ལྡན་པ་དེ་གང་ལྡན་ཡོད་རེད་ཟེར་ན་ལུས་ངག་ཡིད་གསུམ་ལྡན་ཡོད་རེད་བ། ད་ལྡན་མཁན་ཁོ་རང་དང་བཅས་ཏེ་བཞིན་རེད་བ། འོ་ད་དེ་འདྲ་ཡིན་དུས་ད་དེ་གོ་གསུམ་ཆ་མཉམ་དུ་སྤྱོད་པ་དེ་ལ་ཀ་དག་ཚེ་དབང་རིན་པོ་ཆེས། ད་ལྟ་དེ་ཀ་དག་ཚ་བ་རིན་པོ་ཆེ་དེ་ཐོབ། གནང་ན་རང་ལས་ཐོབ་ཆ་དེ་གང་ཐོབ་ཀྱི་ཡོད་བསམ་ཨོ་རྩལ་རྫོགས་པ་ཆེན་པོ་དགོངས་པ་ལ་ད་ཨང་གི་ཡར་ཨོ་ཡ་ད་ཨང་གི་ངའི་ཚིག་དང་ཐོབ་ཆ་འདྲ་འོང་དེ་ད་དེ་འདྲ་འདྲ་བོ་ཞིག་རེད་ད་དེ་རིང་དེ་ཀ་རྫོགས་ཞིག་ལ་བཞག་རོགས་གནང།